ད་ལྟ་བོད་ཀྱི་སྤྱི་དང་ལྷག་པར་དུ་རེབ་གོང་ཁུལ་ལ་རྒྱ་མིའི་སྐད་གཉིས་སློབ་གསོ་ཞེས་པ་བོད་ཡིག་དེ་མེད་བ་བཟོས་ཏེ་རྒྱ་སྐད་ཐོག་སློབ་གསོ་བྱས། དེའི་སྟེང་ཉིས་སྟོང་བཅུ་བདུན་ཕྱིན་ད་ལྟ་ད་དམ་དྲག་ཆེ་རུ་ཆེ་རུ་དེའི་སྒང་ལ་ད་ལྟ་སྐད་ཡིག་བོད་ཀྱི་སློབ་གྲྭ་ཁག་ལ་བོད་སྐད་བེད་སྤྱོད་བྱེད་སྟངས་དང་སློབ་ཁྲིད་དེའི་སྐོར་ལ་དེ། ད་རྒྱ་གི་མིག་གིས་གཙོ་ཆེར་ལས་ད་བོད་ཀྱི་སྐད་ཡིག་འདི་མ་ཉམས་འཇུག་གི་ཆེད། བོད་ཡིག་གི་སྐད་ཡིག་སྦྱང་མ་ཆོག་ན་བོད་ཀྱི་ཆུང་ཆུང་དེ་ཚོ་ད་ཕྱི་ཡི་ཆུང་ཆུང་དེ་ཚོ་ད་ཕྱིར་ཟད་ཡ་ད། འོ་ད་སྐད་ཡིག་མ་ཤེས་ན་བོད་ཀྱི་སྐད་ཡིག་མ་ཤེས་ན་ཕྱིར་ཟད་ཡ་ད། ད་གི་གི་རྒྱ་ཡིག་གཅིག་པོ་རྒྱ་ཡིག་གཅིག་པོ་ཡོད་ཚུལ་མཐོང་ན་ད་ད་མཚམས་འཛི་ག་རང་གི་འོ་ཟི་ཉན་ད་སྐད་དང་ཡི་གེ་ཡ་མ་ཤེས་ན་ད་རྒྱ་ནང་མར་འགྱུར་རྒྱུ་གི་ཐབས་ཤེས་དུ་མོ་འདྲ་མིན་སྣ་ཚོགས་ཐད་ནས་བྱུང་བ་ད་ད་སྐད་ཡིག་སྦྱང་གི་འཇུག་གི་མེད་འདུག་རྒྱུ་མཚན་དེར་ད་གི་ཟི་འོ་ཟི་ཉན་ན་ད་བོད་ཀྱི་སྐད་ཡིག་འདི་ད་ཉམས་གི་འཇུག་རྒྱུ་གི་ཐབས་ཤེས་དུ་ཤེས་ཐེངས་དགོས་རེད། ཨ་ནི་ད་ད་ད

ད་གིན་བ་ཟིག་ཡིན་ན་ཆེས་རིམ་པ་ནས་ཆ་ཚང་གི་རྒྱ་སྐད་བཤད་དགོས་ནུ་གི་མི་གིས་ད་གིན་ད་རྒྱ་སྐད་བཤད་དགོས་ནུ་གི་མགོ་དུ་མ་ཟིག་འགྱོག་གི། དེ་ནུ་གི་རྒྱུ་མཚན་གི་ད་ཆ་ཟིག་ད་ད་འབྲོག་ཁ་ཆ་ཚང་མ་ར་བ་ལུང་ན་འོད་ཀི་འོད་ཟིག་ཡིན་ན་རིག་གནས་ཡ་ཐུར་ཁུར་ཅིག་ཉན་མི་ཐུག་ནུ་རྒྱུ་མཚན་ཕྱིར་ཟིག་ད་གང་ས་གང་ན་ད་འབྲོག་ཁ་ར་དུ་མ་ད་ཅིག་ལ་ལུང་བ་རི་རི་ན་ད་སོ་སོ་བསྡད་ད་ནུ་ད་རང་གི་ལུང་བ་གི་སྐད་སྒྲ་ནི་ཡི་གེ་ད་འགྱུར་མི་ཐུག་ནུ་རྒྱུ་མཚན་གི་ད་གི་ཟིག་མི་གིས་ཡི་ཆུ་དེ་ཡོང་ན་ད་ཆ་ཚང་མ་གྲོང་ཁྱེར་ཡོང་ན་གྲོང་ཁྱེར་གྱི་ནང་རྒྱ་གཅིག་ངག་དང་ན་ད་ཡིན་ནམ་ད་རྒྱ་སྐད་གྲགས་དང་མི་ད་བྱས་ན་ད་ད་ལོས་ལོས་ན་ཆེ་ཞེས་ཡིན་ན་ཆེ་གཞོན་པ་ཆི་དང་ཆེས་ན་ད་ད་འོ་ཟི་ཉིན་ན་ད་སྐད་ཡིག་དག་རང་རྒྱལ་གྱི་འཛིགས་རྒྱུ་གི་ཐབས་ཤེས་གྲ་མེད་སྣ་ཚོགས་ཐད་ནས་ད་དེ་ཤེས་བྱ་གི་ཡོད། དེ་བྱ་གི་འོ་ན་གི་རྒྱུ་མཚན་དུ་ཕྱིར་དེ་ད་ཡང་ཅིག་ས་ར་དུམ་བུ་དེ་ར་ནས་ད་གཏོར་ཅིག་བཏང་ནས་དེ་ཤེས་བྱ་གི་ཡོད།
ད་ཁྱོད་རའི་བསམ་ཚུལ་ལ་ད་བོད་མི་ཚོ་ཞི་བའི་སྙེ་མ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱ་དགུ་བརྒྱ་ལ་མང་པོ་བྱུང་རུ་བ་ཀྱིན་པའི་རྒྱ་ད་སྐད་རྒྱག་མང་པོ་བྱེད་དགོས་ད་ད་ལྟའི་དུས་ཚོད་འདི་ལ་ཚང་མ་རང་ལུས་མེར་སྲེག་བཏང་ཞེས་འདུག་རང་སྲོག་རང་སྲེག་བྱས་ཏེ་ཁྱོད་རང་ཁྱོད་རའི་བསམ་ཚུལ་ལ་གཙོ་བོ་དེ་དག་ག་འདྲ་ཅིག་རྒྱུ་མཚན་ག་འདྲ་ཅིག། གཙོ་བོ་ཟེར་ཉིན་ན་རང་སྲོག་མེ་བཏང་ནས་ག་ཤེད་ཡོད་དགོས་ནོ་རྒྱུ་མཚན་ཅི་ན་རྒྱལ་བ་རིན་པོ་ཆེ་གི་དབུ་མའི་ལམ་འདི་ཡོད་ཟེར་ཉིན་ན་ཞི་བའི་ངོ་རྒོལ་གཙོ་བོ་ཟེར་ཉིན་ན་ཞི་བའི་ངོ་རྒོལ་ཡོད་ནོ་གི་རྒྱུ་མཚན་ད་ང་རང་ཚོའི་འོས་ཀི་འཐབ་རྩོད་འདི་ཞི་བ་གི་འཐབ་རྩོད་ཡོད་ནོ་གི་རྒྱུ་མཚན་གི་ད་རང་སྲོག་ལས་གཏོང་གི་ནོ་དེ་ར་ནི་ད་ཟེར་ཉིན་ད། རང་གི་འོད་ཟེར་ཉིད་ལ་སོགས་འདི་ར་ནི་དང་འོད་མ་མང་ཆེད་དུ་ཐིག་ཡེ་འབུལ་དགོས་ནོ། རྒྱུ་མཚན་དེ་ར་འོད་ཟེར་ཉིད་ལ་ཧ་ར་དྲག་གནོན་ར་དུ་མ་དང་རྒྱ་མའི་ར་ནི་འོད་ཟེར་ཉིད་ལ་ཧ་ར་རྒྱག་རེ་ར་དུ་མ་དང་མ་ཡི་དང་ནི་གཏོར་བཤིག་ར་དུ་མ་དང་མ་དང་མ་དང་དང་སོ་སོ་ནི་ཞི་བ་གི་སྒང་ནི་དང་ཡར་ལངས་བྱེད་ནི་ནི། གཙོ་བོ་འོད་ཟེར་ཉིད་རྒྱ་བར་འབུལ་བྱེད་ཀྱི་དབུ་མའི་ལམ་ར་ནི་དང་ནི་ཞི་བ་གི་ཐབས་རྩོད་ཡིན་ནོ་གི་རྒྱུ་མཚན་དང། དང་ང་རང་སོགས་འོད་ཟེར་ཉིད་ལ་ཐབས་རྩོད་འདི་ཞི་བ་གི་ཐབས་རྩོད་ཡིན་ནོ་གི་རྒྱུ་མཚན་དང། དང་ཕྱིར་དེ་དང་རང་སྲོག་ར་ནི་དང་ཞི་བ་གི་སྒང་ནི་དང་ད་ཚོད་ངེས་པར་ཡིན་འདི་ཤེས་བྱ་གི་འདུག་རྒྱུ་མཚན་དེར་དུ་མ་ཞིག་ང་རང་ཚོ་ཅིག་འོས་བཙུགས་ཡིན་ན་ནི་སོ་སོ་གི་འོས་བཙུགས་ཡིན་ན་རང་སྲོག་མེད་གཏོང་གི་འདུག་ཅིག་རྒྱ་མི་ཧ་ར་ཐབས་དགོས་ན་ཉི་ཁར་ཙི་ཀ་ར་ཉིན་གོ་ཉིན་གསུམ་ད་རང་རང་གི་འོས་བཙུགས་ཡིན་ན་ག་ཡིན་ནི་ཐིག་ཡོག་གི་ཐབས་ཐིག་ཐིག་ནི་དྲ་ནི་འོན་ཀྱང་ཆར་ཟིན་ཡང་ད་ཞི་བ་གི་ངོ་རྒོལ་ཡིན་འདུག་གི་རྒྱུ་མཚན་གི་ད་སོ་སོ་གི་ར་ནི་ད་ཞི་བའི་ལམ་གི་ཧ་ར་ད་འོས་བཙུགས་ཡིན་ན་རང་སྲོག་མེད་གཏོང་གི་འདུག་གི་རྒྱུ་མཚན་དེར། ད་གཙོ་བོ་ཟེར་ཉིན་ན་ད་རང་ཕྱོགས་ལས་དང་ཡང་རྒྱུ་མཚན་ད་ཅི་ཟེར་ད་རྒྱ་མི་གི་སྡིག་རྩུབ་ཀུན་ད་ང་རང་ཚོ་དྲག་གནོན་འགོག་དགོས་ན་ད་ངོ་མ་གི་ཅིག་ད་བསྡད་ན་ད་སྐྱིད་སྣང་འདྲ་མོ་མེད་ལ་ད་ངོ་མ་སྡིག་མ་ཐུག་ཡ་ད་སོ་སོ་ཟེར་ཉིན་ན་སྡིག་ངན་འདྲ་མོ་ཡོད་ལེ་ནི་ད་དེ་ཤེད་ད་རང་ད་ཅིག་ཐབས་འདྲ་མོ་བསད་ལེ་ཟེར་གོ་ཐབས་ཐིག་འདྲ་མོ་བསད་ལེ་ནི་ད་ནི་ད་ད་བོ་ཟེར་ཉིན་ན་རང་ཕྱོགས་ལས་གཏོང་གི་འདུག་རྒྱུ་མཚན་དེར་ད་ངོ་མ་ཞིག་རྣམ་རྒྱལ་སྤྲིན་ན་གྲགས་ནོན་ནས་ད་རྣམ་རྒྱལ་ནི་མ་མགོན་ནས་འདི་ད་སོ་སོ་ན་ད་སྐྱེ་བོ་མི་ལ་ད་ཐབས་ཨི་སེ་ལི་ནི་ད་ཐབས་ཐིག་ཐབས་འདྲ་མོ་ཨི་སེ་ལི་ནི་ད་ནི་ད་ད་སོ་སོ་གི་ལི་ར་ནི་ད་ཨ་ར་ཚུ་མྱི་འདྲ་མོ་འབུ་གོ་ནོ་གི་གནས་ཚད་དེ་རེད། རྒྱ་མི་གསར་འགྱུར་ནང་ལ་སྟོན་གྱི་འདུག་རྒྱ་མི་གསར་འགྱུར་ནང་ལ་ཁྱོད་ནི་གཏོང་གི་གཏོང་གི་ཡོད་མ་རེད། ང་རང་ཚོ་ཅིག་ཅིག་མེད་ཧྲག་ཡ་དང་འདི་མོ།

ཁོ་ཚོའི་རེ་བ་གཙོ་བོ་དེ་ག་རེད། ད་ཁོ་ཚོའི་རེ་བ་གཙོ་བོ་དེ་ཕྱིར་འཛིན་ཉིན་ད་རང་གི་ད་གི་མཉམ་འབྲེལ་རྒྱལ་ཚོགས་ར་ནས་ད་ནི་མཉམ་འབྲེལ་རྒྱལ་ཚོགས་མ་ཡིན་པའི་འོ་ཟི་ཉིན་ད་ཚོགས་པ་གཞན་ཁག་ད་འོས་ལ་རྒྱབ་སྐྱོར་ཡས་དགོས་ནོ་གི་རྒྱ་ཁུ་འོ་ཟི་ཉིན་ཆེ་ཁག་དེ་ཆ་ཚང་བ་གི་ད་ཞིག་གི་རེ་བ་ད་རོགས་རིམ་ཟེར་ཅིག་ཞིག་གི་རོགས་རིམ་ཡིན་ནིན་ཆ་ཚང་གི་དྲང་བདེན་གི་ངང་ནས་ད་ང་རང་ཚོ་འོས་གི་ཐབས་སུ་འདི་ད་འོ་ཟི་ཉེར་བ་ཉེར་ད་ཅིག་སེ་སེ་ན་ད་ནི་ད་གི་འདི་གི་སྤྱི་ཁྱབ་ཁག་དང་ད་ནི་རྒྱ་གར་གི་གི་འདི་ན་ཡོད་ནོ་གི་འོས་མི་ཆ་ཚང་བ་སྤྱི་ཁྱབ་ཁག་ན་འོ་ནོ་གི།

ད་ལྟ་སེམས་ཁྲལ་ཆེ་ཤོས་ག་རེ་རེད་ཞེས་སེམས་པ་ནང་དངངས་སྐྲག་ཆེ་ཤོས་དེ། ད་ཁོ་ཚོས་ང། ཁོ་རང་ཚོ་ཚད་མ་དང་ཡིན་ན་ད་དངངས་སྐྲག་འདྲ་མོ་ཡོད་དེ་ཕྱིར་དེ་ཡིན་ད། ད་ཡིན་ད་རྒྱལ་བ་རིན་པོ་ཆེའི་འཇའ་ཐིག་གི་མ་རེད་དེ་ད། རྒྱལ་བ་རིན་པོ་ཆེ་བོད་ལ་ཡོང་ང་ད་མགྱོགས་པོ་ཤིག་འཇའ་ཐིག་གི་མ་རེད་དེ་ད་གཙོ་བོ་དེ་བྱ་ངོས་ཡོད་རེད། ང་རང་ཚོ་གཞིས་བྱེས་ལྷན་འཛོམས་ཡོང་ཐུགས་ཀྱི་མར་འཛིན། ད་ལྟ་ཅི་ལྟར་ནས་རྒྱ་གར་མི་ཆེ་གེ་མོ་དེ་འཇའ་ཐུགས་ཀྱི་མར་འཛིན་གཙོ་བོ་ལས་འཐད་ད་སེམས་ཁྲལ་ནི་ཆ་ཚང་ང་གི་རེད་བ་ཀྱང་རྒྱུ་དེ་ང་མར་གི་ཡོང་གུ་དྲི་ར་ནི་ད་ཁྱོད་སོང་བ་ནི་རྒྱ་གར་མི་ཆེ་སོང་བ་ད་འོད་ལ་འདི་ཁྱོད་ཡོད་ཟིན་ཡིན་ན་ཁྱོད་རང་མ་ཧེ་ཐུགས་ན་ཟིན་ནི་ཐིག་ཡོག་གི་ཐིག་ཟིན་ཟིན་ནི་ང་ངའི་སེམས་ལོན་ལོན་ཆ་ཚང་ང་གི་ར་ནི་ཐིག་ཟེར་ར་ཟིན་ཡིན་ན་ག་ཡི་གོ་ནི་འདི་ཡང་ང་ཚོ་གཞན་པ་གནས་ཚུལ་མིག་གི་གསར་འགྱུར་ལ་རང་ལུས་མེར་སྲེག་ཆ་ཤི་སྟེང་ཉེ་དང་ངས་ཧ་གོ་བ་ཡིན་ན་རྒྱ་མི་རྒྱ་སྒོར་ཁྲི་གཉིས་སྤྲད་ཀྱིན་སོང་སྙམ་པ་སྤྲད་ཀྱིན་སོང་ནས་གསར་འགྱུར་གྱི་དྲོ་དེ་གི་འདུག་ཨ་དེ་ག་འདྲས་ན་ཐིག། འོན་ད་དེ་དངོས་གནས་དྲང་གནས་ཡིན་ནི་རེད། ད་ཁོ་རང་ཚོའི་ཕྱིར་དེ་ད་ད་ད་བར་འོ་ཟི་ཉིན་ད་ངོ་ཆེ་མ་ར་ད་ད་ད་བར་རེ་གོང་རེ་གོང་ད་ཕྱི་ན་ད། ད། སོ་སོ་ག་བདེ་བ་ནང་སོང་ནས་ད་འཛུགས་ཐིག་འདྲ་མོ་རྒྱག་གི་ཅིག་ད་ཧྲག་ན་མི་ཆོག་ཟིག་ནས་འཛུགས་ཐིག་རྒྱག་གི་ཅིག་ད་ནས་སྒོར་མོ་བ་དུ་མོ་ད་མ་ཧྲག་ཡ་སྒོར་མོ་བ་དུ་མོ་ད་སྟེར་ར་ཟིག་ནས་ནས་སྒོར་མོ་བ་དུ་མོ་ད་མ་ང་སྟེར་ར་ཟིག་ནས་རྒྱ་ཁབ་ད་དུ་མོ་ད་ཟིག་ད་ནས་ད་གི་ཁྱིམ་ཚང་ཁྱིམ་ཚང་ད་ཤེད་འཛུགས་ཐིག་རྒྱག་གི་ཅིག་བདེ་བ་ད་ཤེད་ནོ་ཟིག་ནས་ད་ཁྲིམས་འགལ་ཡིན་ཟིག་ནས་ད་ཤེད་ཧྲག་ན་ད་ད་ཤེད་ཨོ་ཟིག་ནས་ད་ཁི་ཅིག་ད་ཐབས་ཤེས་ནོ་མ་ན་མ་སྣ་ཚོགས་གཏོང་གི་ཡོད་རེད་ད། རང་ལུས་མེ་བསྲེགས་བྱུང་ལ་དེའི་ཐད་མ་མ་ང་ཡོང་གི་འདུག་ག་འདྲས་རེད་འདུག་དེ། ད་གཙོ་བོ་རང་ནུས་མེད་སོགས་གཏོང་ནོ་ཅེས་ཇེ་མང་དུ་འགྲོ་གི་འདུག་ད་གཙོ་བོ་ཇེ་མང་དུ་འགྲོ་གི་འདུག་རྒྱུ་མཚན་ཅི་རེད་ཟེར་ན་ད་གཙོ་བོ་ཟེར་ན་ད་ལྟ་རང་སྲོག་མེད་གཏོང་གི་འདུག་དམིགས་ཡུལ་ནམ་འོ་ཟེར་ན་ད་མཛའ་གྲོགས་ནང་མ་བྱེད་ཟིན་འགྱུར་གི་འདུག་རྒྱུ་མཚན་ཅི་རེད་ཟེར་ན་ད་ད་རྒྱ་མིག་གི་ངོ་མ་ད་ནམ་རྒྱུན་ན་ད་དྲག་གནོན་ཟིག་ར་ཅིག་དམག་ར་ནས་མིའི་མདའ་ཟིག་ད་ཁ་ན་བཟུང་བཟུང་བ་ད་ཡོད་རེད་ད། མིན་ད་ཟིག་ར་དྲག་ནོ་ཟིག་ཡེ་ཡེ་དཱ་ན་ད། དེ་ང་རང་ཚོ་ད་ངོ་ནས་དྲང་ནས་ཅིག་འགྲོ་བ་མི་ཐུབ་ཐང་ཟིག་ར་ནས་ཅིག་མི་ཟིག་ཡིན་ན་ད་གཙོ་བོ་འགྲོ་བ་མི་ཐུབ་ཐང་དགོས་རེད་ད། མི་ཆོས་ལུགས་དང་མེ་རང་དབང་དེ་ནས་དམར་འབྱོན་རང་དབང་འགྲོ་འདུག་རང་དབང་ལ་སོགས་དུ་མོ་དགོས་རེད་ད་དུ་མོ་ཟིག་མི་ཡི་རྒྱུ་མཚན་ད་ཐབས་ཨི་ཐུག་སེ་ལེ་ནི་ད་ནི་ད་འུ་ཟིག་ཡིན་ན་ད་མཛའ་གྲགས་ཇི་བྱེད་མགྱོགས་འདུག་རྒྱུ་མཚན་དེ་རེད་ད་འུ་ཟིག་ཡིན་ན་འུ་གི་གནས་སྟངས་འདི་ར་ནི་ད་གཞི་གཡོག་པོ་ཟིག་བྱེད་ད་གི་ཅིག་རྒྱ་མི་ཡིན་གྱི་ན་ར་ད་གཡག་པོ་ཟིག་བྱེད་གི་མེད་ད་ནི་བདག་གི་སངས་རྒྱས་བཀྲ་འདུལ་མོ་གི་རྒྱལ་ལམ་ཁག་ཡིན་ད་ར་ནི་ཡང་ཅིག་ཡོ་ཁ་ཟིག་ཧ་ར་སྟོན་སྟོན་གོ་མེད་ང་ཆོས་ད་ཡར་ལངས་བྱེད་གོ་ནོ་ར་ནི་ད་ནི་ད་ཕྱི་ཟིན་ཡང་ད་རང་སྲོག་སླད་གཏོང་གོ་ནོ་འདི་ཐམས་ཅད་པོ་ཕྱིར་དེ་ཡང་ད་རྒྱ་མི་གི་དེ་ན་ཁྱོད་ནི་གཏོང་རྒྱུ་ཡོད་བ་མ་རེད་ད་རྒྱལ་ལེམ་ཁག